ཧ་ལོ། བདེ་སྐྱིད་བྲིས་ར་ཚོད་པ་ད་ཁྱེད་ཚོ་དེ་ཚོའི་སྐད་ཀྱང་མ་ཤེས་ཨ་ང་ད་ལྟ་དུས་ཚོད་དེ་ཚོ་ཅི་ལས་བྱུང་ཨེ་ནི་ངན་དེ་འདི་ལངས་ལས་དེ་རིང་རྩོམ་པ་རྒྱལ་པོའི་ལོ་རྒྱུས་དེ་གཅིག་ཞུ་གི་ཡིན། རྩོམ་པ་རྒྱལ་པོའི་ལོ་རྒྱུས་དེ་ལོ་ཉེར་གི་རྩ་བཞི་གི་ལོ་རྒྱུས་རེད། སྤྱི་ལོ་གཅིག་སྟོང་དྲུག་བརྒྱ་བཅོ་བརྒྱད་ནས་གཅིག་སྟོང་དྲུག་བརྒྱ་ཡི་བཅུ་ཞེ་གཉིས་གི་ལོར་བར་ལ་བོད་ལ་ཕྱི་སྲིད་ཟུང་འབྲེལ་གྱི་ལམ་ལུགས་དེ་མེད་པ་ཆགས་ནས་ཨ་ནེ་ད་རྒྱ་བོད་སེ་ལ་བསྐྱུན་པ་རེད་ཕྱི་སྲིད་ཟུང་འབྲེལ་ཟེར་ཡ་དེ་ཡུལ་གྱི་དཔོན་པོ་དང་བླ་མ་གཉིས་མི་གཅིག་གི་བཟོ་ཡ་དེ་རེད་འདུག་བ་ཕྱི་རྒྱ་གི་ལོ་སར་ལྟར་ན་དེ་ས་སྐྱ་གི་སྲིད་གཞུང་ཁྲི་ས་སྐྱ་ཁྲི་འཛི་བརྒྱད་ཨོ་དེ་ནས་ད་ལྟ་ང་ཚོ་ཕག་མོ་སྤྲུལ་པ་གི་སྡེ་སྲིད། རྒྱུ་དེ། ཀྱུང་ནི་དག་དེ་ཚོ་སྐྱོ་ས་འདྲ་བ་ཞིག་ཡོང་དེ་སོ་ཚོང་མ་དེ་ཀ་ཀ་ས་བླ་མ་ཡིན་བསྡད་པ་འདྲ་བ་ཀ་ཀ་ས་མེད་བསྡད་པ་འདྲ་བ་ད་དེ་འདྲ་སྐྱོ་ལ་མདོར་ན་ཕྱི་སྲིད་ཟུང་འབྲེལ་གྱི་ལོང་བའི་ཕྱོགས་དེ་ཡོག་རེད། དེ་ནི་རྩོམ་པ་རྒྱ་བོད་ཀ་ལ་ད་ངེད་ནང་ངོ་རྒྱ་བོད་ཀྱི་ལོ་སོ་དེ་བསྐྱར་གསོ་བྱས་པ་རེད་དེ་རྒྱ་ར་གཉིས་མ་གཏོགས་བྱུང་ཡོག་མ་རེད་ཨ་ནི་དགའ་ལྡན་ཕོ་རོག་གཟིགས་འགོག་པ་རེད། ཁྱེད་ཚོ་ངས་བསྟན་འདོག་དུས་ཀྱི་དེ་རེད་ཞུ་གི་ཡིན། སྟོང་པ་རྒྱལ་པོ་དགའི། རྩ་བ་རྨོག་གིས་འདྲ་བ་དེ་ཁ་ཚིག་གོང་དུ་ཞུས་པ་ལྟ། རི་སྤུན་དཔལ་དགའི། བྱིན་ཞགས་པ་ཚེ་བརྟན་རྡོ་རྗེ་ལ། ཞི་ག་རྩེ་གི་རྫོང་གི་རྫོང་དཔོན་བསྐྱོད། དེ་ནས། བྱིན་ཞགས་པ་ཚེ་བརྟན་རྡོ་རྗེ་ལ་སྤུ་རྒོད་ཐན་པ་བཅས་འོ་འདུ། སྤུ་དེ་ཚོ་གཅིག་གཅིག་གིས་འགྲན་ཚ་དོག་དོག་བྱས་ནས། ང་ཚོའི་རྗེས་མ་ལ་རྩོམ་པ་རྒྱལ་པོར་ཟེར་ཡ་དེ་བྱུང་དགོས་པ། འོ་ད་རྩོམ་པ་རྒྱལ་པོ་གི་ལོ་རྒྱུས་རྒྱ་ཁྱོང་འདྲ་བོ་དེ་དེ་རེད། ནས་བར་བཅས། སྤྱི་ལོ་གཅིག་སྟོང་དྲུག་བརྒྱ་བཅུ་ཡས་མ་གི་ལོ་ནས་རྩོམ་པ་དག་ཞིང་ཞོགས་པ་ཚེ་བརྟན་རྡོ་རྗེ་གྲོང་ཚ་དུ། རྩོམ་པ་རྒྱལ་པོ་གི་སྲས་ཆེ་ཡབ་ཕུན་ཚོགས་རྣམ་རྒྱལ་སྲས་དེ་གའི། དེ་ནས་ཁོ་རང་གི་རྩ་འཛུགས་བྱས་ལ་དབུ་གུ་ཞོར་ལ་ཚུར་དཔོན་རྒྱུག་བྱས། ཨ་ནི་ད་ལྟ་ང་ཚོ་གི་འབྲི་གུང། དེ་ནས་མི་ཡི་གེ་འཕན་པོ། དེ་ག་ནག་རྒྱུན་གྱི་དེའི་ལྷོ་ཁ་དེ་ཚོ་ཚང་མ་ལ་དཔོན་རྒྱུག་བྱས།

དེ་བྱེད་དུ་དེ་ནས་ད་དབུས་གཙང་གི་ལུང་པ་གཉིས་ཀ་དེ་གཙང་བར་གྱི་བཟོས་འོང་དུས་ད་དབུས་པ་ལྷ་ས་བ་དེ་ཚོ་དགའ་གི་ཡོད་མ་རེད་དེ་ཚོ་མ་དགའ་འོང་དུས་ད་ལས་དེ་ནས་སྤྱི་ཁེ་སྡེ་བ་གི་དཔོན་པོ་དེ་གི་ཁོ་ཚོ་གི་བོང་མིན་ཁ་ཤས་ཀྱི་སྔོ་ལ་སོད་པོ་ཡོད་ལ་ད་སྐུ་ཅི་ཆེ་ཚོ་མོག་ཅི་གཏོང་རུག་ཅིག་ང་ཚོའི་རོ་པ་ཅིག་ལ་གཙང་པ་རྒྱ་པོ་དེ་ཕ་འདོར་རུག་ཅིག་ཚེ་ལ་ཁོས་དེ་གཏོང་དུ་བ་སོད་པོ་ཡོད་ལ་པི་ལང་ཚོ་ངས་ཤོད་པི།

མདོ་ཁམས་ཀྱི་མི། བོད་ནས་ཞག་ཡོལ་བ་དྭགས་པོ་བ་ཀོང་པོ་ཐག་རིང་པོ་ཡིན་མཁན་གྱི་མི་དེ་ཚོ་ལྷ་སར་སྐྱེ་འོང་མ་འཇུག་ལ་ད་ལྷ་ས་གི་ནས་གྱོ་བོ་འཇིགས་མ་འཇུག། རྒྱང་ནས་དེད་པ་ཞེས་ཤོག་འདི་ཚ་སྨན་བླང་དང་རྗེས་འགྲོ་དང་མ་གཏོགས་ལོ་གཅིག་ཚད་ལ་ནི་ལྷ་ས་གི་སྦལ་དེ་སོ་ཕག་གི་བདག་པོ་རྒྱག་འདུག་བ། དེ་བཞིན་དུ་རྩོམ་པ་རྒྱ་བོ་ཕུན་ཚོགས་རྣོ་ལྗགས་ཀྱིས་དེང་རྩོམ་གྱི་རྨང་ཁྲིད་ཀྱི་ཆེད་ལ་མ་ཡང་ལྷ་ས་ཡོངས་ལ་སྐྱིད་སྟོང་དྲུག་བརྒྱ་བཅོ་བརྒྱད་ལོ་ལ་སོ་ཕག་ཐང་ཆད་དང་ཐག་ལ་མི་སྤྲད་ནས་སོ་མོག་ཐང་ཆད་དུ་འདུག་ལ

ལྷག་པར་སྤྱན་དུ་ཁུར་དེའི་སྐལ་དང་རྟེན་ཤེས་བྱས་ལ་རྩོམ་པ་རྨོག་རྒྱས་ལྡན་མཁན་དེ་སོ་པོ་དང་སོ་པོ་ཉོག་ལ་སེ་འབྲས་དགའ་ས་གི་གྲྭ་པ་རེད་ཅེས་དང། སེ་འབྲས་དགའ་ས་གི་ནང་གྲྭ་པ་དག་ཐལ་ཆེ་ལ་གྲྭ་པ། རྟེན་ཤེས་བྱེད་མཁན། རྨོག་རྒྱས་མཁན་བྱེད་དོན་གི་དེ་ཚོ་ཚང་མ་སྡད་མ་གྱུར་པ་མ་ཕེད་ག་དུས་ད་ལྟའི་ལོ་རྒྱུས་དུས་ནས་དེ་ལ་སེ་འབྲས་གླིང་ལོ་ཟེར་གི་ཡོད་རེད། གླིང་ལོ་ཟེར་ཡ་དེ་དམངས་གཉེར་ཁུལ་རྒྱུག་གི་དན་ཐོག་རེད་འདུག་བ། འོ་དེ་ཚོ་ད་སེ་འབྲས་དགའ་ས་གི་ནང་ལ་གྲྭ་པ་མང་པོ་ཅིག་མ་ཕེད་གྲྭ་པ་ཡག་པོ་དེ་ཚོ་ཡོད་ཚོད། དེ་འདྲ་ཇི་སྲིད། དེ་ནས་བཤད་ན། གཅིག་སྟོང། དྲུག་བརྒྱ་བཅོ་བརྒྱད་ནས་ཉི་ཤུ་བར་ལ་ད་ཁོད་ཀྱི་ལོ་གཉིས་ཚེ་བརྒྱ་པོ། ལོ་གཉིས་ཚེ་ལ་རྩོམ་པ་བརྒྱ་པོ་ཕུན་ཚོགས་ནོར་རྒྱལ་ཤི་ཚར་དུས། དེ་ནས་ད་བརྒྱ་པོ་གཉིས་པ། དེར་ཀརྨ་བསྟན་སྲུང་དབོན་པོ་ཟེར་ཡ་དེ། བསྟན་སྲུང་དབོན་པོ་གིས་བོད་ཀྱི་རྒྱལ་པོ་བྱས་ལ། ད་ལོ་ཉི་རྩ་གཉིས་འདྲ་པོ་གཅིག། གཅིག་སྟོང་དྲུག་བརྒྱ་ཉི་ཤུ་ནས་གཅིག་སྟོང་དྲུག་བརྒྱ་བརྒྱད་ཁྲི་ཞེ་གཉིས་ལོར་བར་དུ་ཕུན་ཚོགས་ནང་རྒྱལ་མཁན་མ་བསྡད་དེ་སྐར་མ་བསྟན་ཤོག་སྔོན་པོ་གི་བོད་ཀྱི་རྒྱལ་པོ་བྱས་པར། ད་རྩོམ་པར་རྒྱལ་པོ་གི་བཀའ་འདི་ལ་ལས་ཀ་ཆེན་པོ་འདྲ་པོ་ཅིག་འཇུག་དོགས་ག་རེ་བྱུང་ཡོད་འདུག་ཟེར་ན། ཁོ་གི་འཕྲིན་དེ་དཔེ་ཡག་པོ་ཞིག་བཟོས་ཡོད་རེད་འཕྲིན་ཡིག

རྗེས་མ་དེ་ནི་དེ་ཚོ་ཚང་མ་དེ། རྩོམ་པ་རྒྱལ་པོར་མི་དགེ་ལུས་པ་དེ་ཚོ་མི་དགེ་བ་གཙོ་བོ་གཅིག་དེ་རེད། དེ་ནས་གཉིས་པ་ང་ཚོ་དེང་སང་ཡོང་འདིར། གྲུབ་མཐའ་ཕྱོགས་རིས་དང་ལུང་པ་ཕྱོགས་རིས་འདྲ་བོ་ཅི་ལ། དེང་སང་གི་ལོ་རྒྱུས་བྲི་མཁན་དེ་ཚོ་གོ། རྩོམ་པ་རྒྱལ་པོ་ཡན་ཏན་མེད་པ་འཇའ་འཐོང་མེད་པ་ཅི་ཟེར་མང་པོ་ཅིག་ལབ་བསྡད་འདུག། ལོ། སུམ་བརྒྱ་གྱི་རྒྱལ་ཁའི་ལུང་པ་གི་ཕྱོགས་རིས་ད་ལྟ་འཁོད་བསྡད་པ་དེ་ཡག་པོ་མི་འདུག་ག་རེ་ཟེར་ན། རྩོམ་པ་དྭོགས་པ་དང་ལྷ་ས་བ་དེ་ཚོ་རྩོམ་པ་ལ་དགའ་གི་ཡོད་མ་རེད། བྱས་ཙང་རྩོམ་པ་བརྒྱབ་པ་དེ་དངོས་གནས་བཤད་ན་ཁོ་རང་ཚོ་གི་ལོ་རྒྱུས་ནང་ལ་བལྟ་དགོས་འདུག་དཔེ་མ་སྲིད་པ་གི་དེ་ཡག་པོ་བྲིས་ཤག་རྩོམ་པ་རྒྱ་བོད་ཀྱི་ནི་པོ་བྲིས་ཡག་བསམ་སྟེ་བལ་ནག་ཅན་གྱི་སྤྲོས་པ་གེ་སར་གྱི་སྤྲོས་པ་དེ་ནི་ཅི་གང་དེ་ཡིན་ཟེར་འགོད་ཀྱི་སྤྲོས་པ་འདྲ་མི་འདྲ་ཡིན་ཟེར་ལ་མ་དོན་ཡོད་དེ་འདྲ་བསྡུས་པ་བྲིས་ཡག་ལ་མ་རེད། དེ་ལྟར་བཏང་ཚེ་ཕྱོགས་གཉིས་ཀ་གིས་ཆ་བསྟན་ན་མ་གཏོགས་ཕྱོགས་གཅིག་གིས་རེ་མ་བཏགས་བར་དུ་དེ་དཔེ་བསྡུ་བོ་རེད་ཟེར་དེ་ཡང་འདྲ་པར་ཆགས་འགྲོ་གི་འདུག་ཨ། དེ་ནས་དེས་མ་ཚར་བར་ཁོ་གིས་ཁོ་རང་གི་ཕ་ཡག་དེ་གྲོངས་ཚར་དུས་དབུས་གཙང་རུ་རྒྱུད་ཀྱི་རྒན་པ་ཐམས་ཅད་ལས། མཇེས་རྒྱ། མཚོ་སྒོར་ཕུ། དེ་འདྲ་བྱས་ལ་དེ་ནས་གཙོ་བོ་དེ་ཁོའི་རྟེན་ས་དེ་དེར། ཨོ། ལྕང་ལུང་པ། དེ་ནས་སྐྱ་མ་པ། ས་ཞག་གོང་མ། པཎ་ཆེན་རིན་པོ་ཆེ་དྭགས་ཁུལ་གཙོ་བོ་བླ་མ་གཙོ་བོ་དེ་ཚོ་རེད། དྭགས་ཁུལ་གྱི་མི་དགའ་ས་དེ་དད་པ་མེད་ས་དེ་ག་རེ་ཟེར་ན་ཚོས་སེ་འབྲས་དགའ་ས་གི་བླ་མ་དེ་ཚོ་དང་འདྲ་ཡ་ཆོག་ཚར་བ་རེད། དེ་སྤྱི་ཡོངས་དུ་དང་པོ་རྩོམ་པ་རྒྱལ་པོ་ཕུན་ཚོགས་གནང་རྒྱ་གི་བཀའ་ལས་རྒྱལ་བ་ཡོན་ཏན་ཅན་ཚོ་བསྐོས་ཤིག་ཚར་དུས་ཡོངས་སྲིད་ངན་འདི་ཚོ་མི་ཆོག་ཚར་བཀའ་འདུག་བ། བོད་དེ་སོག་པོ་རེད་ཡོངས་སོག་པོ་ངན་འདི་བྱིན་བསྐྲན་ཡས་ས་རེད། རྗེས་མ་ལས་ཨ་ནི་པཎ་ཆེན་རིན་པོ་ཆེ་དང་དེ་ཚོ་གི་ད་ཡ་ཧུད་ཕུག་ལས།

དེ་ནས་རྩོམ་པ་རྒྱལ་པོ་གིས་ཁོ་རོའི་སྔོན་མ་གི། ཕག་མོ་གྲུ་པ་ཀ་གི་ལས་ཁུངས་དེ་ཚོ་བར་སྟོར་རྫོང་དེ་ཚོ་མེད་པ་བྱས་ནས་ཁོ་རོའི་གི་ཡང་ཕྱོགས་བཞི་གི་མི་འབྱོར་བའི་རྫོང་བཞི་བསད་རྨས་ཀྱིས་བཙུགས། དེ་ནས་དེ་ལ་ཤ་དུལ་ཤ་མི་འབྱོར་བའི་དྭགས་གོང་གི་ཁག་ནས་འོ་དགའ་ལྷ་རྩེ་རྫོང་བསད་ཅིག། སྲོག་མི་འཇོ་བ་སྲོག་མ་གི་ཁང་ནས་དོ་བོར་བརྫུང། ནུབ་མི་འཇོ་བ་བ་བོ་དོ་རྒྱ་གར་གི་ཁང་ནས་སྣང་རྒྱ་ལྷ་རྩེར། བྱང་མི་འཇོ་བ་ཧོ་སོག་གི་ཁང་ནས་དོ་སྲུང་བ་བདེ་ཆེན་སའི་རིང་འདུག་ད་སྲུང་བ་བདེ་ཆེན་སའི་དེ་ད་ལྟ་ཀ་བ་ཡིན་ཞེས་ར་ཧ་བཀོད་གི་མི་འདུག་ད་ལྟ། བི་ན་སྤྱོད་ཀྱི་ཕྱོགས་འདྲ་བོ་ཡངས་པ་ཅན་འདྲ་བོ་དེ་འདྲ་ཅིག་མིན་འགྲོ། དེ་འདྲ་ཅན་ལ་ཕྱོགས་བཞི་ལས་རྫོང་ཆེན། དེ་དག་ཐང་ཆད་ཀྱི་དེ་ནས་ཕྱོགས་མཐའ་སོ་སོ་ཀྱི། ཡར་འགྲོ་མར་འགྲོ་ཞིང་གི་གི། འགྲོ་འདྲེ་དེ་ཚོ་ཚང་མ།

གུས་བཀུར་བྱས། ཕྱག་མི་དགེ་བ། དེ་བླ་མ་དྲུག་གི་སྐུ་ལ་ཕྱག་འཚལ་མི་དགེ། དེ་ག་ནང་བཞིན་གྱི་བླ་མ་དྲུག་གི་དེ་ཚོ་ལ་པ། རྒྱན་ཆས། རྟ་བཞི། རྟ་གསར། འབུལ་བ་དེ་ཚོ། དུར་རྩེ་དུར་རྩེ་གྱི་སྟེང་ལས་ཕུལ་གྱི་ཡོད་པ་དེ་མཛད་ཅིང་སྤྱི་ཡི་རིགས། ད་ལྟའི་ག་དུས་ཡིན་ན་ཀྱེ་རེ་དེང་སང་འདྲ་བོ་བྱས་ན་ང་ན་བེམ་པོ་བྱིས་བ་འཇའ་ཚ་དུས་དེ་ནི་ཏང་གི་རྩ་དོན་མ་འགལ་བ་ཅིག་དགོས་ཀྱི་ཡོད་རེད་པ། དེ་དུས་ང་ཚོ་བོད་ཀྱི་བེམ་པོ་དེ་ཚོ་སུ་ཡིན་ན་དང་པོ་ཡར་འཇལ་བ་འདུག་དེ་ད་ཆོས་ལུགས་ལ་རྒྱ་ཕྱོགས་བྱེད་རྒྱུ། སྲོང་བཙན་གྱི་བསྟན་པ་ལ་ཞབས་འདེགས་ཁུར་རྒྱུ་དེ་གཙོ་བོ་ཅི་རེད་ད་ཡོད། སྟོང་པ་རྒྱལ་པོ་གི་མཛད་ཆེན་གཉིས་པ་དེ་ག་རེ་ཟེར་དུས་རྔམ་པོ་ཉམ་ཆུང་ཐམས་ཅད་ལ་ཡར་བཅོམ་ནས་འོ་ད་ཁྲིམས་མི་ཁུར་མི་ལ་ཁྲིམས་བཅད། དེ་ནས་རྐུན་མ་བཅག་པ་ལ་སྡོམ་བཟླས། སྙིང་ཆུང་དབུལ་པོ་དེ་ཚོ་ལ་ཟས་མེད་ལ་ཟས་གད་མེད་ལ་གད་ཞིག་རོལ་པར་བྱས་ལ། དེ་ནས་ཡུལ་ཁག་ཐམས་ཅད་དུ་ཤོ་ལ་སྤྲིན་མ་ཆགས་པ་ལྟ་བུ་གི་བདེ་མཆོག་དེ་འདྲ་ཡག་པོ་ཅིག་བྱུང་ཡོད་ཟེར་ཏེ་གོས་ཀྱི་སྡེ་ནང་མཛད་ཆེན་གཉིས་པ་ཡིན་ཟེར་གྱི་ཡོད་པ་རེད། མཛད་ཆེན་གསུམ་པ་དེ་ག་རེད་ཟེར་དུས་དེ་ནི་བོད་ཀྱི་ད་ང་ཚོ་དང་སྔོན་མ་ཁྲི་ཨོ་ལགས་མང་པོ་འགྲོ་ལྟ་གི་ཡོད་རེད་པ། ཨོ། དེ་གི་ཁྲིའི་ཨོ་ལགས་དེ་ཚོ་ལ་ཆེན་པོ་གི་གི་དེ་ཚོ་ལ་མ་པ། ཨ། ཨ་ནི། ལུང་པ་རེ་རེ་གི་གི་ནང་ལ་ལོ་རེ་བསྐོར་ནས་ཨ་ནི་ཁྲིའི་ཆགས་ཡ་དུ་ཁྲིའི་ཆུང་ཡ་དུ་དེ་འདྲ་ཅིག་ལ་མ་ཆུང་བཅུ་ཡ་དེ་ཚོ་བསྡུ་ནས་དེ་རྩོམ་པ་རྒྱ་བོད་ཀྱི་མཛད་ཆེན་གསུམ་པར་ཡིན་ཟེར་གི་ཡོད། རྒྱལ་བོ་གྱི་མཛད་ཆེན་བཞི་པ་སྟེ་མི་འཇིགས་པ་སྲོག་གི་སྦྱིན་པ་བྱེད་དུས། ཨ་ནི། ལོ་རེ་རེའི་དགེ་འདུན་ལས་ཆོ་འཕྲུལ་འདའ་བ་འདྲ་པོ་དང། ཨ་ནི་ང་ཚོ་གི་དཔེར་ན། ཚོང་བྱེད་ཀྱི་དུས་ཆེན་འདྲ་པོ་དེ་ཚོ་ལ་རི་བརྒྱ་ཀླུང་བརྒྱ་བདག་ནས་རི་དྭགས་སྲས་མོ་ཁྱུ་ཁྱུ་ཞིག་ལ། ད་ཉི་མ་རེ་རེ་ཡིན་ནམ་ཟླ་བ་རེ་རེ་ཚོ་ཡིན་ནམ་དེ་འདྲ་བཟོ་གི་ཡོད། དེ་ཁོ་གི་མཛད་ཆེན་བཞི་པ་ཡིན་ཟེར་གྱི་ཡོད། བར་ག་རེ་ཡིན་ཟེར་དུས། ད་སྔོན་མ་སོག་པོ་བཀག་ལ། དེ་ནས་ཡོད་མི་མདོ་ཁང་དུ་ཕེ་བཞག་ཡོད་དོག་པོ་དཀོན་པོ་དེ་ཚོ་ལྷ་ས་ལ་ཡོང་དུས་ཡོང་མི་འགྱུར་བ་བྱས་ཁྱེད་རྗེས་ཞི་མི་འགྱུར་བ་བྱས་ཨ་ལེ་ཀ་ལེ་ཇི་ལྟར་གིར་ཡོད་བར་ཁོས་དེ་ལ་ཁ་གཏད་འདྲ་པོ་ཇི་བཟོས་ལེ། འོ་ད་ང་ཚོ་མཛའ་ཆེན་ལྔ་པ་དེ་ཅི་ཡིན་ཟེར་དུས། ལྷ་ས་ཇོ་བོ་གིས་སྐུ་མདངས་ལས། དེ་ནས་ས་ཐོག་རིང་པོ་ནས་དངུལ་ཟིག་གི་ཕ་མ་གི་རུས་པ་ཁུར། གྱོ་ཐལ་བཏུལ་ས་འོང་མཁན་དེ་ཚོ་ལས་ཚང་མ་གི་རོལ་པ་བཟོ་གིས་ལྷག་པར་སྐྱེས་འདུག་དེ་ནས་གཡག་འོག་ཏུ་རྟ་དེ་ལས་ཡོང་མཁན་ཡོད་ན་ཕ་གི་གཞུང་རོལ་ཟེར་ན་ང་ཚོས་ད་ཡོང་པ་སྐྱེས་འདུག་དེ་ཚོ་ས་ཆ་དེ་ཚོ་གི་ཁོ་ཚོ་རྟ་བཟོ་ལས་རྩྭ་ཀོག་བྱེད་མི་ཆོག་ད་རྩྭ་ཟ་ཡས་ཆུ་འཐུང་ཡས་དེ་ཚོ་ལས་རོལ་པ་བྱེད་གིས་ལྷ་ས་ལས་ས་དེ་ལྷ་ས་བ་ཚོ་གི་དེ་ཚོ་ལས་ཟ་ཡས་འཐུང་ཡས་གིས་དེ་ནས་རྩམ་པ།

ས་ཆ་པ་སྐལ་མེད་དོ་མེད་དུ་གཙོ་བོ་དེ་རེད། ཧོ། འཕྲོད་རེད། དེ་ནས་མ་ཡོང་དུས་ལས་ཕོ་སྒྲུབ་སྐལ་ལ་འཕྲིན་ག་རྗེ་བཅུ་དྲུག་འབུལ་བ་དེ་ཡིན་ན་ཡང་དེ་འདྲ་གི། རྨོ་ལྡན་ལ་དོན་སྣང་ཅན་ལ་མ་ཏིའི་འཕྲིན་ཡིག་དེ་ད་ལྟ་ང་ཚོས་ཡིད་ཀྱི་དཔའ་བརྗེད་ཚར་ལ། ད་འདིའི་དུས་འདི་ལ་ང་ཚོས་འགྲུལ་པ་དེ།

འབྲུག་གི་ད་ལྟ་འབྲུག་གི་ལུང་པ་ལ་མོན་གྱི་ལུང་པ་ཟེར་གི་རེད་མ་གཏོགས་འབྲུག་ཟེར་ལ་མ་རེད། འབྲུག་དངོས་མོན་པ་གི་ལུང་པ་དེ་ཚོ་ཚང་མ་ཚོ་ཁག་ཚོ་ཁག་དེ་ཧ་ཅང་གི་བདེན་མེད་གི་སྤྱི་མཚུངས་རེད་པ་དེ། ཆོས་དང་རིག་གནས་ཐམས་ཅད་མི་གདའ་ས་འདྲ་པོ་ཆགས་བསྡད་ཡོད་པ་རེད། དེ་འདྲ་ཅིག་གི་དུས་ལ་དེ་ནས་ད་ལྟ་ལྷོ་ཁ་སྲུང་སྔགས་ཆེན་ལས་གི་རྒན་པ་ནང་ལས་འབྲུག་པ་བཀའ་རྒྱས་རེད་འབྲུག་པ་བཀའ་རྒྱས་གི་བླ་མ་སྐལ་རོག་ཆེན་པོ་ཅིག་ལ་འབྲུག་པ་པདྨ་དཀར་པོ་ཟེར་ཡ་བྱོན་པ་རེད་འབྲུག་པ་པདྨ་དཀར་པོ་ཟེར་ཡ་དེ་དེ་ནས་ཡང་སྲིད་སྒྲུབ་པ་བླ་མ་གཉིས་འཁྲུངས། ངག་དབང་རྣམ་རྒྱལ་སེར་ཡག་སྐྱིད་དུ། བཀའ་རྒྱུད་འཕྲིན་ལས་ཤིང་རྟ་ཡིན་ན་སེར་ཡག་སྐྱིད་གཉིས་འཁྲུངས་འདུག། ད་རྒན་པ་ན་ནང་ཡིན་ན་སྤྲུལ་སྐུ་གཉིས་རེ་བཙལ་དུ་འཕྲད་གི་མི་འདུག་བ། ཤ་ཆི་མ་འཇའ་ཟེར་ཡིན་ན་ག་རེ་ཡིན་ན། དེ་ལས་འབྲུག་ངག་དབང་རྣམ་རྒྱལ་དེ་རྒན་པ་ནང་ལ་བསྡད་མ་ཐུབ་པ་ཅི་ལས་ཙོང་ལི་ཡ་སོང་ལ་ཙོང་གི་རང་ལུས་འབྲུག་རང་ལུས་རྒན་པར་ཟེར་ཡ་དེའི་ནང་ལ་བཞུགས་བསྡད་པ་དེ་དགོས་འདུག་དུས་ད་ཟེར་ཡ་ལ་བཤད་ན་དཔལ་ལྡན་ལྷ་མོའི་ལུང་བསྟན་ཡིན་ཟེར་ཡ་ལ་ད་གང་ཡིན་གང་ཤེས་དཔལ་ལྡན་ལྷ་མོ་གི་ལུང་བསྟན་ལ་ལྷོ་ཕྱོགས་མན་གྱི་ཡུལ་ལ་སོང་ན་ཅེས་མཛད་པ་འཕྲིན་ལས་རྒྱལ་ཟེར་ཡ་གཅིག་བཙལ་འོང་འདུག་དེའི་ལུང་བསྟན་ལ་བལྟས་ན་དེ་ནི་ལྷོ་ཕྱོགས་མན་གྱི་ཡུལ་ལ་སོང་ད་ལྟ་འབྲུག་ཡུལ་དུ་རེད་འབྲུག་པ་ཐོང་ཟེར་ལ་རྒྱ་ས་ཡེ་ས་དུ་ལ་ཕེབས་དེ་ཕྱི་ལོ་གཅིག་སྟོང་དྲུག་བརྒྱ་བཅུ་རུ་ལོ་ལ་ཁྲིད་དེ་དེ་ནི་ཁོང་རིགས་ལས་ཅི་ཡང་ལས་སྨན་བླང་དང། སྐྱིད་སྡོང་གྲུ་བརྒྱ་སྐྱིད་རུས་ན་སྐྱིད་སྡོང་གྲུ་བརྒྱ་ཉེག་རྩ་རུས་ལོ་པ་ལོ་ཅོ་ཚ་རྗེས་ཀྱི་འབྲུག་གི་བུ་མཐོང་རྒན་པ་སེ་ཡ་འདྲ་འབུ་མཐོན་བུ་རྒན་པ་སེ་ཡ་འདྲ་བ་དང་འབྲུག་རྒན་པ་ཆེན་པོ་བཞི་བརྒྱ་རྒན་པ་ཆུང་ཆུང་འདྲ་བ་བརྒྱ་ཚོང་དམག་གི་དད་པ་བརྗེ་བཟོ་འོ་འདུག་འབྲུག་གི་ཚོ་པ་མཐོ་དད་ཀྱི་ཚོང་དམག་འདི་ཁོང་ལ་དད་གུས་འདྲ་བ་བྱེད་ཚུལ་བྱས་འབྲུག་པ་ཐམས་ཅད་སྐྱིད་རྒྱུ་བྱས་ལ་དཔལ་འབོར་འདྲ་བ་དེ་འབྲུག་ངག་དབང་ནོར་རྒྱ་སེ་ཡ་དེ་ཆོག་འབྲུག་པ་བཀའ་བརྒྱུད་ཀྱི་བླ་མ་འབྲུག་ངག་དབང་ནོར་རྒྱ་སེ་ཡ་དེ་དེ་ལ་འབྲུག་པ་ཇི་སྲིད་སོང་འདྲ་གི་ལུང་པ་ཅིག་ཆོག་གསུངས་ཟེར་འོ་ད་དེ་དུས་འགོ་བཙུགས་ཟེར།

གུ་གེ་རྒྱལ་གྱི་ཝང་ཁྲོ་སི་ཡ་ད་ལྟ་གུ་གེ་གི་གྱོང་རིག་དེ་དེ་འདྲ་གྱི་མ་རེད། གུ་གེ་གི་གྱོང་རིག་དེ་ག་འདྲ་གྱོང་པ་རེད་ང་ཚོ་བོད་ཡིག་ནང་ལ་གསལ་པོ་ཡོད་ཨ་རེད། ག་བ་ཡོད་ཨ་རེད་ཟེར་ན་སྟག་ཚང་རལ་པའི་གི་སྣང་ཐང་ནང་ལ་ཡོད་ཨ་རེད་ལ་དྭགས་རྒྱ་ར་གི་ནང་ལ་ཡོད་ཨ་རེད། ཀུན་ད་ཀུན་ད་བན་དེ་ཡ་ས་གི་ནང་ལ་ཡང་ཚིག་ཁ་ཁ་ཤས་ཀྱི་འདུག། དེ་བྱེད་དུ། དེ་ནི་ལ་དྭགས་དང་གུ་གེ་གཉིས་སྤྱི་སྟོང་བུ་སྤེན་གཉིས་ཀྱི་བའི་གསུམ་གྱི་བསྡུམ་གྱིས་རེད་དེ་ཁ་སེང་གོང་དུ་དེ་ཚོ་ཞུས་ཡ་གཅིག་ལོ་གཅིག་སྟོང་ལྔ་བརྒྱ་བདུན་ཅུ་དོན་རུང་ཡས་མས་ནས་ལ་དྭགས་གུ་གེ་གཉིས་འཁྲུག་པ་ཁོ་བསྡད་པ་རེད་དེ་བྱས་ཡོང་དུས་ད་འདི་སྤྱི་ལོ་གཅིག་སྟོང་དྲུག་བརྒྱ་སུམ་ཅུ་སོ་རུང་གི་ནང་སླེབས་ཡོང་དུས་དེ་ནི་གུ་གེ་དང། ལ་དྭགས་གཉིས་འཁྲུག་པ་ཁོ་འདུག་ཨ། ཁོང་དང་ཁོང་དང་བ་ལང་དུ་ལ་ཁ་བབས་ཀྱིས་ང་ང་བྱས་སོང་ཨ། ཨོ་དེ་ཞེས་ཐལ་གཅིག་ཏུ་དེ་ནས་དུས་ར་བཅུ་ལྡན་པའི་ནང་ལ་ལ་དྭགས་ཀྱི་ང་ང་རུ་ཐོག་ལ་མི་ཡི་བཙན་འཛུལ་ཞིག་བསྡད་ཀྱི་ཡོད། ཐལ་གཅིག་ཏུ་གཅིག་སྟོང་དྲུག་བརྒྱ་ཉེར་རྩ་གསུམ་ལོར་ལ་ཡིན་ས་ཡི་གུ་གུ་རྒྱལ་དང་རུ་ཐོག་དང་ཟངས་དཀར་དང་དར་དེ་འདྲ་མང་པོ་ཅིག་ལ་འཁྲུགས་པ་ལོང། དེའི་སྐབས་ལ་སྟག་ཚང་བླ་མ་སེམས་མི་འགྱོད་ར་སྟག་ཚང་བླ་མ་གིས་ཁོ་ཚོ་ལ་བ་འདི་འདྲ་པོ་ཞིག་དུ་མས་འཁྲུགས་པ་དང་ཞི།

རྩ་བརྒྱད་ཀྱི་སུན་ཕྱུར་ལ་ཡེ་མ་ཅན་ས་ཡིས་དེ་འདྲ་བགྱིས་ན། དེ་ནི། ད་ལྟ་གི་གོས་གས་གྱོང་རེད་དེ་བཟོ་བ་དུ་དེ་དུ་རེད་དེ་བོད་ཡིག་ནང་ལ་གསལ་པོ་ཡོད་རེད། རྒྱ་ཡིག་ནང་ལ་མེད་ཡོང་དུས་ཡིག་ཡོད་དྲི་ཀྱང་ཤོར་ཧྲུལ་ཟེར། དགོང་མོ་གཅིག་གི་མེད་པ་ཆོག་གསུངས་ཟེར་ཚུལ་བསྡད་ཀྱི་འདུག་དེ་བོད་ཡིག་མ་བལྟས་ཟིག་གི་རྐྱེན་རེད། དེ་གི་ལོ་རྒྱུས་དེ་འདྲ་གསལ་པོ་ཡོད་རེད། ཨ་ནི་དེ་དེ་ཁོ་ཅིག་ནི་ཨ་ནི་ལ་དྭགས་ཀྱི་དམག་མི་དེ་མ་བརྒྱག་ལ་ལ་དྭགས་ཀྱི་ཧ་ལང་ལྷ་སར་བཏུལ་གྱིས་བྱས་ཡོང་ཟེར་བཙོང་ལ་བ་ཚེ་ཚ་དུས་བཙོང་པར་རྒྱལ་པོ་དང་གཅིག་འབྲེལ་བ་བྱས་ཨ་ནི་བཙོང་པ་རྒྱལ་པོར་གི་དེ་ལས་ལ་དྭགས་ཀྱི་དམག་དཔོན་དང་དེ་ཚོ་གྲོགས་པོ་འདྲ་བོ་ཞེས་སྐད་ཆ་བཤད་ཡག་བཤད་དམའ་བཤད་ཨ་ནི་དམག་འཛིན་མ་དགོས་པར་ཁོ་ཚོ་ཕར་ཕྱིར་ལོག་གོ་དེ་དེ་འདྲ་ཆེན་པོ་སྐྱེ་ཡི་རེད། ལྷ་ཞིག་བསྡད་པའི་སྐོར་ལས་དེ་ནི་ལྷ་ས་བ་ཞིག་གིས་བསྡད་པར་གི། སོགས་པ་ས་ལ་དེ་སྟོང་ལ་དག་བོང་མི་སྟོང་ལ་འོ་ཁྱེད་ཚོ་གི་མང་གནང་རོགས་གྱིས་རྩོམ་པ་བརྒྱ་པོ་བདུན་རོགས་གྱིས་མཛད་དེ་ནི་ཀོལ་ཟེར་ཡལ་ཅི་ནའོ་རྒྱལ་བ་སྐུ་འཕྲེང་གོང་མ་གི་སྐུ་རྒྱུ་ཤོག་རྫ་སོགས་པོ་ལས་ལ་ར་དེ་ཡག་ལན་ཡིན་འགྲོ་ལན་ཡིན་མཛད་ལ། མི་ལ་ལས། ཕྱག་རྒྱ་ཡི་སྔགས་འདུ་བ། དེ་ཕྱག་རྒྱ་ཡི་སྔགས་བར་དུ། དེ་ནས་སོགས་པ་ཧ་ཅང་ལན་བརྟན་བརྒྱ་པོ་གསལ། རྡོ་ནི་ཁང་ཤོག་གི་བེར་དང་ཡེ་རྡོ་རྗེ་དང་ཕྱག་མདོག་ལུང་པ་དེ་རེད། ཏོག་རྩ་དང་རྨོག་ཨོ་ཆེན་པོ་བཅས་ཡོད་ཁྱེད་དེ་འདྲ་བྱེད་རེད་ཁོ་ཚོ་འབྲེལ་བ་ཡག་པོ་ཡོད་ད་གི་ཡོད་རེད། བྱས་སོང་དེ་དུས་དེ་ནས་ལྷ་ས་ལ་བེར་གི་དམག་མི་ཡོང་གི་ཡོད་རེད་ཟེར་ཁོ་ཚོ་གྱིས་བཤད་སོང་འདྲ་པོ་གྱིས་བྱུང་བསྡད་པ་རེད།

དེ་རྗེས་མནའ་མ་དེ་སྤྲད་ལ་ལ་ཅི་བྱེད་ཁོས་དེ་དེ་ཚོ་བུ་མོར་དགའ་བསྡད་ཀྱི་ཡོད་ས་རེད་ཁོས་ལང་ཀ་ལས་ཨེ་ལེ་ཕ་རྒན་ཁལ་མ་ཉན་རྩོམ་པ་རྒྱ་བོ་དང་འབྲེལ་བ་མ་བྱས་ལ་ཨེ་ལེ་དགའ་ལྡན་ཚོང་ས་ལ་ཚུར་བསྟན་གི་པ་རེད་དེ་ལ་བརྟེན་ན། ད་དེ་བྱེད་འོང་དུས་དེ་ལས་རྗེས་མ་ཨ་ས་ལོང་གིས་དམག་མི་གཏོང་ལ་ཁོས་གི་བུ་དེ་བྱས་པ་དེ་ལ་ཅི་ཟེར་གི་པ་རེད་ཟེར་ཡ་དེ་འདྲ་གྱི་འདུག་ད་གོང་ལྟར་ན་དེ་འདྲ་བྱས་ལ་ཨེ་ལེ་གོས་ཤི་ཧན་གི།

དེར་དལ་མོ་རྒྱག་དེར་ཕར་ལྟོ། དེ་ནས་དེ་ནས་ཡང་ད་ལྟ་བླ་མ་ནོར་བྲིས་གསུངས་ཟེར་ད་ལྟ་ཡང་འདི་གི་རོང་པ་དག་གི་བོན་རྒན་རྒན་པ་ཟེར་ཡ་འདྲ་པོ་དུ་ཇག་ཞིག་རྒན་པ་འདི་ཁུ་ཀ་ན་ཇག་ཞིག་རྒན་པ་ཟེར་ཡ་འདྲ་པོ་དེ་ཚོ་ད་དེ་དུས་ཀྱི་བླ་མ་ནོར་བྲིས་གསུངས་ལ་རྒན་པ་བཏགས་པ་ཟེར་རེད་ཟེར་གི་ཡོད་རེད། དེ་འདྲ་ཟེར་རེད་དེ་ནས་སོ་པ་ཀུ་ཆེན་མེ་གླིང་ཡོང་དུས་སྡེ་དགེ་སླེབས་རེད་སྡེ་དགེ་སླེབས་འདུག་དེ་དུས་སྡེ་དགེ་ཟེར་ལ་མ་རེད་གླིང་ཚང་རེད་གླིང་ཚང་རྒྱ་པོ་རེད་སྡེ་དགེ། དཔོན་པོ་ཚང་མ་ད་ལྟ་སྡེ་དགེ་ལྕགས་ར་ཟེར་ས་དེ་ལ་ལས་གླིང་ཚང་ལྕགས་རི་གླིང་དཔོན་ཟེར་ཡ་གྱི་གླིང་ཚང་གི་དཔོན་པོ་གྱི་དགའ་ཡས་པ་འདྲ་མ་ཏོ་དཔོན་ཆེ་ཡ་དུ་ངོ་མ་གླིང་ཚང་ཚང་རེད་གླིང་ཚང་རྒྱལ་པོ་ཆེ་དེ་འདྲ་གྱི་དུ་སྡེ་དགེ་ད་མི་ནི་ཡ་ས་མ་སྟོང་དཔོན། དཔལ་ཡུལ་ས་མ་ནོག་ཟེར་ཡ་དེ་ཐིག་ས་མ་སྟོང་དཔལ་མགར་བསེ་ནོག་རིན་ཆེན་ཟེར་ཡ་དེ་ཁོ་ཚོ་གི་རྗེས་དཔག་གི་མ་རྒན་རིགས་ཤི་འགྲོ་དེ་དེ་ནི་མི་ནི་ཡོ་ཡོ་ཡོང་ནས་སྐྱོང་ར་ལ་ཡོང་སྐྱོང་ར་གླིང་དཔལ་དགེ་རྡོ་འདྲེ་བ་བྱས་ལ་དེའི་གླེང་བ་འདྲ་པོ་ཅིག་ཆོག་འགྲོ་དུས་ད་ཐིག་བུ་དེ་བོ་ད་བཀྲ་ཤིས་སེང་གེ་ཟེར་ཡ་དེ་བོ་ད་བཀྲ་ཤིས་ཟེར་ཡ་དེ་སྐྱོང་ར་གླིང་དཔལ་དགེ་བློན་པོ་བྱས་ལ་བདེ་དགེ་ལུང་པ་ཡག་ཤི་དགོས་ཀྱི་དཔལ་འབར་འདྲ་པོ་བཟོ་ཡོད་ས་རེད་དེ་འདྲ་བྱས་ནས་མི་ར་བདེན་བར་དུ་སྐྱོང་ར་གླིང་དཔལ་དགེ་བློན་པོ་བྱས་པ་རེད། མི་རབས་ལྡན་གྱི་མཐའ་མ་དེ་ད་ང་ཚོའི་དེར་འདི་བླ་ཆེན་བྱམས་པ་ཕུན་ཚོགས། བྱམས་པ་ཕུན་ཚོགས་ལ་བུ་ཕན་སྔ་རོལ་བྱས་ཏེ་གུ་རུ་བླ་མ་རེད། བུ་ཕན་དེ་ཚོ་ལས་ནི་སྤུ་གུ་མང་པོ་ཡོད། དཔེ་སྟོབས་ཁྱི་མ་འདྲ་བ་ཅིག་ཆགས་འོང་དུས་ནི་ཁྱི་ག་ལེ་ག་ལེ་ག་ལེ་ཅིག་ལ་གླིང་ཚང་རྒྱབ་ཏུ་ཁ་ག་ལ་མི་བསྡད་ལེ་བསྡད་གི་གླིང་པ་ཡར་ཕྱི་དགོས་ཞེས་སྨྲས་ཤོད་ཞེས་དཔེ་གཡོག་ཞེས་མི་འདི་ཕ་དཀར་མོའི་སྐུ་སྲས། པོ་ལ་གཏད་སོ་ཚང་མ་དེ་གུ་རུས་ཀྱིས་དབང་བྱས་ལ་གླིང་ཚང་རྒྱལ་པོ་ནུས་པ་སྐྱེད་བྱུང་ཆེ་ཞིག་བཏང་སྟེ། ལྟ་ཅི་ན་དེ་ནས་བླ་ཆེན་བྱམས་པ་ཕུན་ཚོགས་ཀྱིས་བདག་གཏད་བྱས་པར། སོལ་པོ་ཀུ་ཤ་ཧན་དང་ནི་ཤ་པོ་བྱས། ཁོ་གཉིས་མཉམ་པོར་བྱས་ལ་ནི། གླིང་ཚང་རྒྱལ་པོ་དེ་ཕ། སངས་མང་པོ་ཅིག་འཁྲུགས། དེ་ནས་བླ་ཆེན་སོལ་པོ་རྒྱལ་པོ། ཕ་ཀ་འགྲོ་ཚད་དུ་བེར་རྒྱལ་པོ་དེ་བསྐྱངས། དེ་ནས་གླིང་ཚང་གི་ས། མ་འོངས་ཕྱི་ཡར་དུ་བོད་རིགས་གསར་ཚོགས་མ་དེ་གླ་ཆེན་ཞང་པ་ཕུན་ཚོགས་ཕུ་ལས་སྡེ་དགེ་རྒྱལ་པོ་དང་པོ་དེ་བསྟད་ཡོང་པ་རེད་ད་ད་ལྟ་སྡེ་དགེ་མི་རག་སྔགས་ཀྱི་ང་རོང་གྱི་རིགས་ཡོད་བར་དུ་རྒྱ་རག་སྔགས་ཀྱི་ང་རོང་ཟེར་གི་འདུག་རྒྱ་རག་མ་རེད་རྒྱལ་པོ་དང་པོ་དེ་གླ་ཆེན་ཞང་པ་ཕུན་ཚོགས་རེད་ཀོང་སྤྲུལ་ཡོན་ཏན་རྒྱ་མཚོ་གི་གོ་རུས་ཀྱི་སྡེ་དགེ་རྒྱ་རག་རྣམས་ལ་གླ་ཆེན་ཞང་པ་ཕུན་ཚོགས་དེ་དང་པོ་གོ་ཡོད་རེད་ཡིན་ན་ད་དེང་སང་གི་མི་ཤེས་མཁན་དེ་ཚོ་གིས་འོང་སྡེ་དགེ་གླ་ཆེན་ཞང་པ་ཕུན་ཚོགས་ནི་མ་རེད་བོ་ད་བཀྲ་ཤིས་སེང་གེ་རིགས་ཀྱི་མང་པོ་ལ་བསྡད་ཀྱི་འདུག་བ་དེ་ཚོ་སྒྲུང་རེད། ལོ་རྒྱུས་ངོ་མ་དེ་དེ་འདྲ་བདེ་གི་རྒྱལ་པོ་དང་པོ་རེད་དེ་འདྲའི་གླིང་ཚོང་གི་ཁ་ག་ནས་ཚུར་ཐག་ཁོ་རང་རྒྱལ་པོ་བཟོ་ཡས་དེ་ལ་འོ་དེ་བཅུན་པ་རེད་དེ་མཚམས་གཅིག་ནས་ཨ་ནེའི་སོ་པོ་དེ་མ་འགྲོ་འདུག་ཤེས་ལྷ་ས་ལ་ཡོག་ཅིག་རྒྱལ་འགྲོ་དུས་དེ་ནས་དབུས་ལ་ཡག་བྱུང་ལས་དགའ་ལྡན་པ། ལེའུ་འདི་ལྷ་ས་ལས་ཚར་རེད་དེ་ནས་རྒྱལ་བ་ལྔ་པ་ཆེན་པོ་རྡོ་ཤངས་ཚེ་བསོད་ནམས་ར་བསྟན་ནས་ཡང་ལྟ་བ་སྐྱིད་འདི་བས་ཤུན་མི་འདུག་ཁོང་གི་གནང་ཐལ་ལ་ལྟ་མཛད་དུས་དེ་ནས་རྒྱ་རྔ་པ་ཆེན་པོ་གིས་ཟེར་ན་ད་ང་ཚོ་སྨྲ་བ་དེ་མ་རྒྱག་ན་དགའ་ལ་མི་འགྲོ་མ་གཏོགས་ཅི་བྱས་ན་ཕངས་གི་རེད། དེ་ནས་ལྷོད་ལྷོད་ཀྱིས་བསྡད་བསྡད་ན་དགའ་ལ་མི་འགྲོ་གསུངས་བྱ། དེ་ནས་ཆང་ས་སེར་ནག་ར་དེ་གས་ཡིན་གཅིག་མི་ཉིད་ང་ཚོ་སྨྲ་བ་རྒྱག་ལ་རྩོམ་པ་རྒྱག་པོ་དེ་ལྟོགས་ན་མ་གཏོགས་ཡོང་གི་མི་འདུག་ཟེར་དུས་དཔའ་གདེང་ལྷ་མོའི་འདོན་ལ་མོ་ཅིག་རྒྱག་བྱ། མོ་རྒྱག་དུས་མོ་གནས་སྐབས་ཡག་ཏུ་དེ་མཐའ་དུས་ཡག་པོ་མི་འདུག་ཟེར་མོ་ཅིག་བག་བྱ། དེ་བག་ཡོང་དུ། དེ་ནས། དེ། བྱང་རྩེ་སེར་ནག་རལ་གྲི་གོ། ད་འགྲིག་གི་རེད་གནས་སྐལ་ཡོད་ན་ད་དུས་མི་ཐང་ཅད་ཤེས་ཀྱི་རེད་ཟེར། ཨ་ནི་རྒྱ་རྔ་པ་ཆེན་པོ་གི་ཁ་ལ་ཉན་མི་འདུག་དེ་རྒྱ་རྔ་པ་ཁོང་དྲུག་གི་རོང་ནང་ནོར་བྲིས་ཤག་དེ་དྲུག་དུ་ཁོང་གིས་བཀའ་སྟེ་དུ་ལ་ད་མ་འོངས་པར་བདག་རྔ་དྲུག་ཅིག་གི་རྗེས་ལས་ཨ་ནི།

བ་བརྒྱ་པའི་རྟ་ཁོ་བྲེའི་བསྲུང་ཟེར་བས་བྲེའི་འགྲོ་དེ་དག་ལས། དེ་ནས་དང་ནུ་ཤ་སྦྲུམ་ས་ཆ་གོང་མ་རྟ་དེ་འདྲ་བླ་མ་ནོར་གྱི་རུས་རུས་བྱས་ལ་རྟ་ཁོ་ཚུར་མགོ་བཏོག་ན། དེ་ལ་མི་སེར་དཀྱུས་མ་ཞིག་ཨོ་ག་རུ་གྱིས་ཟེར་དུས་ཡ་རྫས་ཁས་བླངས། དེ་བྱས་ཚར་དུས་དང་ལས། དེ་ནས་ཚུར་མགོ་བཏོག་ཚར་རེས་ཟས་གོ། འོ་དེ་བྱས་ན་ཨེ་ནས་ཕྱི་ལོ་གཅིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཉིས་ལོ་ལ། ད། རྩོམ་པ་རྒྱལ་པོ་སྟོད་ལས་བོད་ཀྱི་བན་བོན་དགའ་ལྡན་ཕོ་རོང་ཟེར་ནས་སྲིད་གཞུང་བཙུགས། དགའ་ལྡན་ཕོ་རོང་བཙུགས་འོས་འདུ་དང་ལས་མཛད་སྒོ་དེ་ཞི་ག་ཟེར་སང་དྲུག་ཕོ་རོང་ནང་དཔེ་སོ་པོར་གོ་ཤི་ཧན་གྱི་རྩ་འཛུགས་བྱས། རྒྱ་རྔ་པ་ཆེན་པོ་དེ་ཆི་སི་ཉིད་ཀྱི་བན་བོན་ལས་གཞི་ཡག་གོ་ནས་ད་འོང་མྱོང་གྲ་ཅི་དེ་འཇི་དེ།

བྱས་ཙང་ཨ་ནི་ཁོ་ཚོ་གི་གོང་མ་དེ་ལ་མ་སྐད་འོག་མ་དེ། ཕྱི་ཟིན་གཉིས་ཀྱི་བདག་པོ་སྐད་འོང་དུས་གོང་མ་རང་བཞིན་གྱིས་མི་དགའ་ལུས་ཚར་བ་དཔོན་པོ་ཆི་ཡག་དེ་ཕ་གོ་ཆུང་ཡག་ཡག་གིས་བཙལ་ནས་ཨ་ནི་ད་ལྟ་ང་ཚོ་གྲོགས་པ་རྒྱག་མཚན་འདུག་ཏཱ་ལའི་བླ་མ་བ་དང་འགའ་བ་དང་ཞིང་འབྲས་སྤུན་བླ་རུང་གོང་བུ་གཉིས་ཀྱི་བ་ལ་འགའ་བ་དང་བཅུག་ནས་རྗེས་མ་འབྲས་སྤུན་གྲྭ་པ་རྒྱག་མཚན་གསལ་གོ་ཟེར་གི་དན་ཏོག་དེ་དན་ཅན་དེ་དེ་བྱུང་བ་རེད། དེའི་རྗེས་ལས་ད། གྱ་ནོམ་བ་དང་སྐད་ཅིག་བ་དང་མང་པོ་བྱུང་བ་རེད་དེ་དེ་རྗེས་མ་བཤད་དེ་རིང་བཤད་མཚམས་བཏེགས་ཚར་ཡིན་བཀྲ་ཤིས་བདེ་ལེགས།